མེ་བྱ་རེ། ཆིག་སྟོང་བརྒྱ་མེད་ལྔ་བཅུ་ང་བདུན། སྤྱི་ལོ་ཆིག་སྟོང་བརྒྱ་མེད་ལྔ་བཅུ་ང་བདུན་ལ་ཨ་ནེ་ཡི་གྲལ་ཆེན་ཕྱག་བཏབ་པ་རེད། རྟ་འདིའི། ཤམ་ཛི་ད་ཀ་སྤྱི་ལོ་ཆིག་སྟོང་བརྒྱ་མེད་བདུན་ཅུ་དོན་གསུམ་ལ་ཁོང་དཀོན་མཆོག་རྒྱལ་པོའི་ས་སྐྱ་བཏབ་པ་རེད། ཨ་ནེ་འདི་དང་དུས་མཚུངས་ཁོང་དཀོན་མཆོག་རྒྱལ་པོའི་ས་སྐྱ་བཏབ་པ་དང་དུས་མཚུངས་སྔོག་ལེགས་དཔལ་ཤེས་རབ་ཀྱི་གསང་ཕུག་དུ་བཏབ་པ་རེད་གསང་ཕུག། རྟ་འདི་སོགས་ཨང་ཚོའི་བསྟན་པའི་པདྨའི་རྩ་རུ་རྩ་ཆེ་ཤོས་རུ་འདི་སོགས་རེད་རྭ་སྒྲེང་དང།

རབ་བྱུང་བཞི་པའི་ཕྱག་སྟོང་ཉིས་བརྒྱ་ལྔ་བཅུ་ང་གསུམ་ལ་འགྲོ་མགོན་ཆོས་རྒྱལ་འཕགས་པའི་བུ་གཅིག་ལ་དབང་བའི་རྒྱལ་པོ་སྟེ་མ་ནང་གི་བར་ལ། ལོ་འདི་གའི་དུས་ཚང་མ་ལོ་ལྟ་བས་ལོ་བཞི་བརྒྱ་དང་བཅུ་གཅིག་ཙི་ཡིན་པ་འདྲ་ལོ་བཞི་བརྒྱ་དང་བཅུ་གཅིག་ཙི་ཅེས་ནི་བོད་སིལ་བུ་ཧོར་ཆེན་བསྟན་པ་རེད། བད་ཀན་སྟག་དགའ་མོ་ཞུ་བའི་ལྟེ་བ་རུ་དེ་བོད་སིལ་བུའི་སྐབས་དེ་རེད་བསྡད་པ་རེད་ད་འདིའི་སྐབས་ལ་ནི། དེ་ཙང་ནི་ཡོད་མ་རེད་ག་སོགས་རེད། རྒྱལ་ཁབ་སྟོབས་འབྱོར་འཕེལ་ཡག་དང་རྒྱལ་ཁབ་ཀྱི་ས་སྲུང་བྱེད་ཡག་གསུམ་གྱི་བསམ་བློ་བསྐྱེད་མ་བཏང་ཆེད་ད་དབུས་གཙང་ནང་ལ་བཞུགས་ཉིན་དེ་གའི་དེ་ག་མཁའ་ལོག་ཆོས་འཁོར་བརྙེས་ལ་ཆོས་དུ་ད་ལང་དང་ནས་བསྣུབས་པ་གསུམ་དང་འདི་བས་ཡར་རྒྱས་གཏོང་ཡག་གི་ཆེད་དུ་འཁོར་བར་བཅས་ནས་རྒྱ་གར་ལོག་རྩ་བ་མང་པོ་ཐད་སྤེན་འདྲེ་དང་མང་པོ་ཚུར་དེ་འདྲའི་ཆོས་མང་པོ་བསྒྱུར། ད་འདི་འདྲའི་འཁོར་ར་དབུ་འཁོར་ནས་ཚང་མ་ལོག། ས་མཚམས་ལ་གཏན་བདེ་སྡིག་སྡིག་བྱས་ན་སྲུང་ཉན་རུབ་ནས་མ་བྱུང་བ་ལས་པ་རེད།